རི་ནང་ལ་དག་ཁ་ས་དེ་ཁོ་རང་གི་བརྙན་འདི་གི་ཚད་ཤེས་བྱེད་པ་མ་རེད་བ་དེ། ཁ་ས་སྐར་མ་གཅིག་གི་ནང་ལ་ཚང་མ་ཚགས་གོ་འདུག་དེ་འདྲ་ཡིན་དུས་བརྩམས་པ་ལ་ངས་འགྲེལ་བཤད་ཞིབ་ཕྲ་ཞིག་རྒྱག་ཐུབ་ཀྱི་མི་འདུག་སོང་ཙང་ངས་ད་ལྟ་དེ། ད YouTube གི་བརྙན་འདི་བརྒྱུད་ནས་ཨ་ནི་ངས་ཁ་ས་དེ་སྐོར་ལ་འགྲེལ་བཤད་ཅིག་བྱེད་ཉན་ཁྲོད་འཇུག་རོགས་པ་ཡ། ཨ་ནི་ཁ་ས་དེ་ངའི་ཅ་ལག་ཚོ་ག་འདྲི་སི་གླེང་གྱུར་ལ་ན། ང་རང་ཚོ་བུ་གཅིག་པ་ཨ་ཅེ་ཞེས་བ་རེད་མོ་རང་མིང་ལ་ལྷག་པ་འབྲོང་མ་ལགས་གྱུར་ར། ཨ་ནི། ཁ་ས་དེ། ལས་ཀ་ཅིག་ཐོན་སོང། མོ་རང་མིན་ལ་ལྷག་པ་གྲུབ་མ་རེད་ཨ་ནི། ཁ་ས། ང་ལྕེ་ལག་ལྟ་ད་ལྟ་བར་དུ་ནས་ངས། ལྕེ་ལག་ལྟོས་ཏེ་ཕ་ཆེ་ཉིས་སྟོང་ཉི་ཤུ་རྩ་གཉིས་ནས་བྱས་བྱས་ངས་ལྕེ་ལག་ལྟོས་འགོ་བཙུགས་པ་རེད་ཕ་ཡུལ་ནས་མ། ལྕེ་ལག་ལ་ན་ངས་དེ་ད་ལྟ་དེ་འདྲ་བེད་དེ། རིན་གོང་ཆེན་པོ་བེད་འབུམ་ད་ཁྲི་ད་དེ་འདྲའི་གནས་རྒྱུ་དེ་འདྲའི་ད་གལ་མ་རེད་དེ། ད། ཚོང་ཁང་དུ་བཞག་ཡ་གི་ཟ་ཡ་རེད་ཀྱི་ཡིན་པས་ཡིན་ནས་རེད། མེད་ན་ད་ལྟ་ངས་གྱོན་བཞིན་པའི་གི་བང་མཇུག་དེ་འདྲའི་ཡིན་ནས་རེད།

ང་ཚོའི་ལྕེ་ལག་ལ་ཁ་ཟུག་རེ་བླངས་ཡོང་བཟང་ཡོང་ས་མེད་གི་སེམས་ཁྲལ་མི་འདུག་ཁར་ཆེན་ལ་ན་ང་ཚོའི་ལྕེ་ལག་དེ་ཡར་མོ་རང་ལག་པ་ལ་སྤྲད་ཨ་ནི་མོ་རང་གིས་མ་ཁེ་སྐྱོ་གླ་ཆ་བྱེད་བ་མ་རེད་དེ་ང་ཚོས་རྩིས་རྒྱབ་ཚར་བ་ར་ཅིག་ཡིན་ན། དེའི་བར་ལ་ང་ཚོའི་ལྕེ་ལག་མ་འདང་བ་དང་མ་ཚང་བ་དེ་ཚོ་ཡོད་རྒྱུ་ཚང་མ་མོ་རང་མོ་རང་གིས་འགན་ཁིར་འགྲོ་གི་འདུག་གླ་ནི། ཁ་ཟུག་རེ་ད་མ་ཚང་བ་དང་མ་འདང་བ་དེ་འདྲ་ང་ལ་ཆ་བྱས་ན་ད་ལྟ་བར་དུ་དེ་འདྲ་བྱུང་མ་སོང་ར།

ཙི་གུ་སོགས་རས་དཀར་སོགས་རེད་འོ་འདི་གང་དག་མོ་རང་གིས་དེ་འདྲ་བྱེད་ཀྱི་འདུག་ར། དེ་འདྲ་ཡིན་དུས་ཙམ་པ་ལ་ཁྱེད་རང་ཡང་ད་བྱ་ལ་ང་ཡང་ཡོད་པ་རེད་ཅིག་གིས་ན་ཨ་ནི་ཁབ་འདུག་མོ་རང་ལ་འབྲེལ་བ་ཆེ་བ་རེད་ཅིག་གིས་ན་ཨ་ནི་ཧང་སང་ཡག་པོ་འདུག་ལ་ནི་ཞོན་མོ་རང་གིས་ཅི་ལས་ཨ་ནི་དེ་ཙམ་མ་རེད། བྱ་ལ་གླེང་གི་དུས་ཚོད་ཅིག་བ་མ་རེད་དུས་ཚོད་དེ་ཧང་སང་ཡག་པོ་རེད་ཤི་ར། ག་ཤེད་ཅིག་གིས། ང་དེ་འདྲ་དེ་འདྲ་དེ་འདྲ་དང་ང་ཅལ་ལ་དེ་འདྲ་ང་ད་མོ་རང་ལ་རྐྱང་རྐྱང་མ་འདུག་ཅལ་ལ་ཞེན་པ་སུ་གཅིག་ལ་ཡི་ཁ་ཟུག་རེད། བཏང་མྱོང་མེད་བ་ཡ། ཨ་ནི་མི་དེ་ཚོ་ག་ཤེད་ལ་གིས་ད། དེ་ནས་མ་ལ་ཅལ་ལ་བཏང་ན་ཧབ་ད་གཅིག་འགོར་གི་ལེད་དོ་ད། ཉི་མ་བཅོ་ལྔ་འགོར་བཞག་ལེད་དོ། གང་ད་ཁོ་ཚོ་ག་ཅིག་དེ་དེ་མ་རེད་ཤག། ཅལ་ལ་དེ། ངས་དེ་འདྲ་དེ་བང་ཆོས་དེ་ཚོ་ཡིན་པ་རེད་ཅིག་གིས་ན། ཁ་སང། ཁ་སང་ཁྱེད་གཉིས་གང།

དེ་འདྲའི་སོང་ཙང་དེ་ག་ཅིག་དཔེ་ཤག་དེའི་ད་ང་ཚོའི་སྤྲེ་བོ་བྱེད་གོ་བར་མ་གཏོགས་པ་ཁ་སོག་རེད་བ་ཟེ་ག་རེ་ལ་བཏང་གོ་འདུག་ཁ་སོག་རེད་འོང་དེ་ཚོ་ཚང་མ་མོ་རང་གི་འགན་ཁྱི་རྗེས་ཨ་ནེ་ད་ཤོད་པ་དང་ང་ཚོ་ས་ཆ་ཞོགས་པ་ས་ཉིན་ཞོགས་པ་དེ་ད་ཁྱེད་གཉིས་ཀ་ཅག་ལ་ཉོས་ནས་བ་ཡུ་ནས་བཏང་ནས་ད་རང་ཞོགས་པ་ཨ་ནེ་ཁ་སོག་རེད་ད་ཤོད་ལ་སོ་སོ་ལན་འགའ་འགྲོ་ཆོག་ཆོག་རེད་བྱས་ར་དེ་འདྲ་ཡིན་དུས་ཙམ་པ་ལ་ཁྱེད་རང་བ་ཡུ་ནས་ཅག་ལ་བཏང་ཡས་དེ་འདྲ་ཡོད་པས་ཡོད་སོང་ན་ད་ག་བཤད་ཅིག་ཏཱ་ལ་བཏང་ས་ག་འདྲི་ཡོད་ན་ཧ་གོ་མི་འདུག་ཨེ་འདྲི་སི་ངས་ཡང་མང་པོ་ཞིག་དོར་བ་དེ་འདྲི་ཡིན་དུས་དམ་པ་ཨ་ཅག་ལྷག་པ་འགྲོ་མ་ཁོ་རང་ལ་འབྲེལ་བ་བྱེད་ཤ་ན་ཡང་འགྲིག་གོ་རེ་ང་ལ་ཚུར་ལ་ཁྱོད་རང་ཚོ་ཁྱོད་རང་བརྒྱུད་ནས་ང་ལ་སྐོར་བརྒྱབ་ནས་ཨེ་འདྲི་ཨ་ཅག་ལྷག་པ་ལ་ཨེ་འདྲི་ཨེ་འདྲི་ལབ་གོ་འདུག་ཨ་ཅག་ལྷག་པ་ཁ་བ་འང་དྲ་སྤྲེལ་ད་ལ་ཡ་འགྲོ་རེ་ག་རེ་ལབ་ན་ཡང་འགྲིག་གོ་རེ། ཨོ་དེ་ཁ་ས་དེ་ཧྥོན་ཤི་ལེ་སུ་དེ་ཁར་ས་དེ་ད་ཁྱེད་རང་ཡང་དེ་འདྲ་བསམ་མི་སྲིད་པ་མ་རེད་པ་ཡ། ཨ་ལས་མོ་རང་ག་ཅིག་ཕ་ཡུལ་གཅིག་པ་རེད་འདུག་ག་ད་དེ་གའི་མོ་རང་གི། ཕ་ཡུལ་གཅིག་པ་སོང་ཙང་དེ་འདྲ་བྱེད་ཡིན་ཟེར་བསམ་སྲིད་མི་སྲིད་པ་ཡང་མ་རེད་ར་དེ་འདྲ་ཡིན་ན་དེ་འདྲ་ངའི་རྩ་བ་ཉིད་ནས་བྱེད་མི་ཡིན་དེ་འདྲ་ངའི་ཁ་ཟུག་རེད་དེ་འདྲ་དེ་འདྲ་མ་ཡིན་ལ་ཡིན་ར་ཨ་ནི་ཁ་ཟུག་ན་ང་འགྲོ་ཡིན་ན་ད་ཐང་ཤོད་ཕ་ཡུལ་ནས་མ་བཅའ་ལ་ཤི་སྟོན་དགོ་བསམ་པ་ཅིག་བྱེད་ཡིན་ན་ཡང་ཁ་ཟུག་རེད་ད་ག་འདྲ་ཞིག་ལ་སྟོན་ན་ཡག་ག་ཡོད་ན་བསམ་ཡ་ད་ཨ་ནི་བཅའ་ལ་ཁེ་ཉེན་ཅིག་དང་པོ་གཉེར་ན་ཁེ་ཉེན་ཁོ་རང་ཡོད་མེད་མགོ་མ་ཚོས་ན་ཡང་ཏིས་ཀ་ལས་ཁ་ཟུག་རེད་བ་ཡ་དེ་ནས་ཡང་ཁེ་ཉེན་འདི་ད་ཨ་ཅེ་ལྷག་པ་ཁོ་རང་ངོ་ཤེས་ཚ་ནས་ཡང་ད་ཁོ་རང་གི་ལྕེ་ལ་མ་ཁེལ་ན་ཨ་ལས་ཡང་ད་མོ་ལས་ཡང་ཁེལ་བ་ཅིག་ཡོད་ཀྱི་རེད་བསམ་མེད་རོ་བྱེད་འདས་ད་མི་ཟེར་བ་དེ་ཁ་སོག་རེད་དྲན་རྒྱུ་དགོས་པོར་བ་ཡ་དེ་འདྲ་ཡིན་དུས་ས་མོ་ལ་ཨ་ད་ང་ལ་ཀུན་ཆོག་ད་ཞིམ་པ་ཆག་ངོ་ཤེས་པ་ཆག་ན་ད་ཞིམ་པ་དེ་ཡང་མོ་ལས་ཏིས་གོང་ཆུ་ང་ཡོད་ཀྱི་རེད་དེ་འདྲ་མང་པོ་བསམ་མྱོང་ཡོད་ར་དེ་འདྲ་ཡིན་དུས་བསམ་པ་ལ་ལྕེ་ལ་ཁེལ་ཉེ་ལ་ངས་ཁ་སང་སྐད་ཆ་དྲིས་ཡིན་སོ་སོ་དངོས་སུ་ད་ཕོན་བཏང་ནས་སྐད་ཆ་བཤད་མྱོང་ཡོད་ལ་ནི་མི་གཞན་པའི་ལག་པ་ནས་སྐད་ཆ་གོ་མྱོང་ཡོད་ར་བ་དེ་འདྲ་ཡིན་དུས་བསམ་པ་ལ།

ད་ཡང་ང་རང་ནང་བཞིན་གྱི་དང་ཞོའི་འགོ་བཙུགས་ཉེན་གྱི་ལས་ཀ་འགོ་བཙུགས་ཉེན་མང་པོ་ཞིག་ཡོད་ཀྱི་རེད་རེ་བ་ཡ་ཁ་སོགས་རེད། ཕ་ཡུལ་ནས་མ་གཅིག་བཏོན་རྗེས་བདེ་བ་ལ་ཅིག་བྱེད་འོས་བསམ་པའི་བསམ་པ་ཡོད་སྐྱོང་མང་ཐག་ཆོད་ཞིག་ཡོད་རེད་བསམ་གྱི་འདུག་དེ་འདྲའི་ཡིན་དུས་བསམ་པ། འོ་དེ་ཚོ་ལ་དེས་ཕན་ད་མི་སྲིད་པ་མ་རེད་སྲིད་པ་རེད་བསམ་རྗེས་ད་དེ་འདྲའི་རེ་བ་ཆུང་ཆུང་ཅིག་བཅངས་ནས་ཨ་ནི་ངའི་འོ་དེ།

ཁྱོད་རང་བཟང་ངན་ཟིང་ངན་དེ་འདྲའི་དགའ་བོ་མི་ཉན་ཞིག་ཡིན་ན་དེ་ཚོ་ཡག་པོ་ཞུ་འདུག་དེ་ལ་བཟང་ངན་ཟིང་ངན་ཅི་ཡང་ཡོད་མ་རེད། ད་འགའ་ཤས་ཤིག་འདུག་བ་ཡང་འདི་བ་ལ་ཞུ་རྒྱབ་སྐྱོར་བྱེད་ད་ཡང་རིགས་ཅིག་དེ་དགའ་བོ་བྱེད་ཀྱི་མི་འདུག་བ་ཡང་འགའ་ཤས་དེ་དགའ་བོ་འདུག་ཡང་སོ་སོས་འདོད་པ་མི་འདྲ་བ་ཡོད་རེད་བ། ངས་དེ་ཡིན་ན་དེ་རྦད་དེ་ཁོ་རང་མི་སྐྱོ་ད་ཡང་ཁྱོད་ནི་མེད་ན་ད་ཡང་ཁ་སོ་གོ་རེ་རོག་པོ་རོག་ཁྱེད་འཛའ་ཤིག་འདུག་བ།